ཡང་ད་ང་ཚོ་དེབ་ཆུང་ཆུང་གཅིག་བྱེད་མགོ་རུ་བཏགས། དེབ་དེའི་མིང་ལ། བོད་དུ་རིག་གནས་དར་རྒུད་མདོར་བསྡུས་ཞེས་པ་ཨཱས་ལ་གོ་རེ། འདི་ལས་གསར་བརྗེ་ཞིག་འདུག་ཨང། གསར་བརྗེ་དང་པོ་བསྟན་པ་སྔ་དར་གྱི་སྐབས་སུ་བོད་དུ་རིག་གནས་དར་རྒུད། ཚབ་བྱོལ་གཉིས་པ་བསྟན་པ་ཕྱི་དར་གྱི་སྐབས་སུ་བོད་དུ་རིས་མེད་དར་ཚུལ། ཚབ་བྱོལ་གསུམ་པ་བོད་ཀྱི་རིས་མེད་རྒྱ་ཡུལ་དུ་དར་ཚུལ་ཚབ་བྱོལ་བཞི་པ་སོག་ཡུལ་དུ་བོད་ཀྱི་རིས་མེད་དར་ཚུལ་ཞེས་རེད། དེ་ལྟ་ན། སྤྱིར་བཏང་རིས་མེད་དར་ཚུལ་ཙམ་དུ་མ་ཟད། ཨེ་ནི། བོད་ཀྱི་རྒྱལ་པོ་རིམ་བྱུང་དང་སྦྱར་བྱས་རིས་མེད་དར་ཚུལ་སྐོར་གསུང་གི་འདུག་བ། ཁ་སང་ང་ཚོ་རྣམས་ཀྱི་ཁྲིད་མཐུན། ངོ་སྤྲོད་བྱུང་བ་རེད། སྐབས་དེ་དུས། ཨ་ནི། བོད་མི་ཚོས། མི་ཚེ་སྐྱེལ་བའི་སྐབས་སུ། འཚོ་བ་སྐྱེལ་སྟངས་འདྲ་བོ་དེ། འབྲོག་ལས་དང་ཞིང་ལས། ཡིན་མི་སྲིད། ཨ་ནི་བསམ་བློའི་ཐོག་ནས། མི་ཚེ་སྐྱེལ་སྟངས་དེ། བོན་དང་གྲོང་དང་ལྡེའུ་གསུམ་གྱི་ཐོག་ནས། ཨ་ནི་ད་རྒྱ་ག་གུ་ཆབ་སྲིད་རྐྱང་གུ་ཡོད་ནའི་འདྲ། མི་གཅིག་གི་མི་ཚེ་རྐྱང་གུ་ཡོད་ནའི་འདྲ་འདུག་ཚང་མ་ལོ་ཟླར་སང་ཉིན་ཡིན་ན་ང་ཚོ་སློབ་ཚན་ཞེ་དྲག་མང་པོ་སྦྱང་ཡས་ཡོད་ར་བ། སྔ་མོ་དེ་འདྲ་མང་པོ་ཡོད་ས་མ་ར་བ། ཆོས་ཀུ་ཚི་ཤི་ད་བུ་དེ་བོན་བྱས། ཨ་ནི་རིག་པ་འཕེལ་ཡས་དོན་དག་དང་སྐད་ཡིག་སློབ་སྦྱོང་བྱས་དོན་དག་ལ་གྲོང་དུ་ཚུ་སློབ་སྦྱོང་བྱས། ཨ་ནི་དེའུ་དུ་ཚུ་ཕག་ཚུ་རིག་པ་སྐོར་རེ་བྱས་བྱས་རིག་པ་སླ་བས་ཀི་སོད་ཚུ་བྱུང་འདུག་ཨ། དེ་ནས་བོད་ཀྱི་རྒྱལ་བོ་གྱད་པ་གྲི་གུ་འཛིན་པའི་སྐབས་ལ་ནི་ལོ་རྒྱུས་ནང་གསུང་སྟངས་བྱས་པ་ཡིན་ན་རྒྱལ་བོ་ཁོ་རང་སེམས་དེ་སུ་མ་བདེ་བ་ཆགས་ཆེ་བློན་པོ་དང་འཐབ་གི་ཡིན་ཟེར་ཆེ་དམག་རྒྱག་པར་བ་བློན་པོས་ཇུས་བཏིང་ཆེ་རྒྱལ་བོ་སེ་ཡ་གི་འཐབ་བྱེད་བྱས་པ་རེད། སེ་ཡ་བྱས་པ་ནང་བཞིན་ཨ་ནི་དམག་ས་ལ་རྒྱལ་བོ་བཀྲོངས་ཐུབ་པ་རེད། ཨེ་ནི་རྒྱལ་པོ་ལ་སྲས་ཤ་ཁྲི་བྱ་ཁྲི་གཉའ་ཁྲི་གསུམ་ཡོད་པ་དེ་གས་དེའི་ལུང་པ་ནས་བཅུག་པ་རེད་པི་བ་རེད། རྒྱལ་པོའི་བཙུན་མོ་དེའི་བློན་པོ་ལོ་ངོམ་ཁོ་རང་གིས་ཉར། ཡིན་ན་ཡང་བཙུན་མོ་དེའི་རི་ལ་ཨེ་ནི་ཕྱུགས་འཚོ་ག་སྤྲོད་པའི་སྐབས་སུ། ཡུལ་ཡ་ལ་ཤམ་བོད་ཀྱི་ལྷ་ཡ་ལ་ཤམ་བོ། གཡུ་ཡར་ཀླུང་གི་ལྷ་ཡར་ལྷ་ཤམ་བུ། ཨ་ནི་བཙུན་མོ་དེ་དང་ལུས་འབྲེལ་བྱས་པའི་སྣང་བ་རོལ་དུ་ཤར། དེ་འདྲའི་རྐྱེན་བྱས་ཏེ་མོ་ལ་སྤུ་གུ་ཅིག་ཆགས། སྤུ་གུ་དེ་རྗེས་མ་བློན་པོ་རིག་པ་ཅན་བློན་པོ་རུ་ལས་སྐྱེས་སེང་གེ་དེ་ཆགས་འགྲོ་བ། རུ་ལས་སྐྱེས་ཀྱིས་འདས་པའི་གནས་ཚུལ་ལ་ཉམས་སུ་ཆུད་པའི་སྐབས་སུ། ཁོ་རང་དང་ཨ་མ་གཅིག་པའི་བུ་གསུམ་ཡོད་པ། དེ་གི་དེ་ཚུ་དེ་འདྲི་ཞུ་ཐུབ་པ་ཡིན་ན་ཨ་ནི་རྒྱལ་པོའི་གི་རྒྱུ་པ་ཡིན་པ་སོང་ཙང་ཡག་པོ་ཡོང་གི་རེད་བསམ་བྱས། ཐོག་མར་རུ་ལ་སྐྱེས་ཀྱི་མ་བརྒྱབ་རྗེས་བླུན་པོ་ལོང་ངམ་བཏུལ། དེའི་རྗེས་ཨ་ནི་སྲས་གཅིག་ཕལ་ཆེ། ཤ་ཁྲི་ཤ་ཁྲི་ཉལ་ཁྲི་གསུམ་ནང་ནས་གཅིག་དེ་འདྲི་ཞུ། དེ་རྗེས་མ་ཨ་ནི་ཡར་སླེབས་པའི་སྐབས་སུ་ཨ་མ་ལ་ཨ་ནི་ཕུ་བོ་དེ་འདྲེན་ཞུས་ཡོད། བལྟ་བའི་སྐབས་སུ་ནི། ཨ་མ་ལོང་བ་ཆེ་མི་མཐོང་གི་ཟེར་མ་རོ། མཐོང་གི་ཡོད་མ་རེད་དེ་ཡིན་ནས། རང་གི་ནི་བུ་མཁན་པ་ལས་ཡོད་སྐད་ཆ་གོ་བའི་སྐབས་སུ། ངའི་བུ་ཡིན་ན། བུ་དེ་ཀུན་ལས་ཁྱད་པར་གྱུར་ཅིག་ཟེར་ཚེ་སྨོན་ལམ་འགྲོ་བའི་སྐྱབས་བྱས། སྨོན་ལམ་འདི་གྲ་སྟེ་གསལ་པོ་ཞིག་མ་རེད་བུ་ཅེས་བྱས་མ་ཨ་ནི་པུ་ཏི་གུང་རྒྱལ་ལགས་རེད་ཟེར། ཟེར་ད་པུ་ཏི་གུང་རྒྱལ་ཟེར་མཁན་འདི་ཨ་ཇེ་མ་ཨ་ནི་བོད་ཀྱི་རྒྱལ་པོ་སྤྱིའི་མིང་རུ་ཆགས་ས་པུར་རྒྱལ་པུར་རྒྱལ་ཟེར་དེ་ཡིན་པ་རེད། ཨོ་ད་པུར་རྒྱལ་དེ་བོད་ཀྱི་རྒྱལ་པོ་བ་དེ་ཡིན་པ་རེད། གནམ་གྱི་ཁྲི་བདུན་བར་གྱི་སྟེང་ཉིན་ཟིང་ཟེར། ད་དེ་རིང་ང་ཚོ་ག་རེ་ལ་བྱང་གོར་ལབ་ཡིན་ན། དངོས་གཞིའི་རིག་གནས་ད་ལྟ་འགོ་བཙུགས་ཡོད་མ་རེད་ཡིན་ན་ཡང། གཅིག་གིས་ས་འོག་ནས་གཏེར་ཁ་སྟོན་ཡོད་འདྲ་བོ་དེ་འདྲས་དང། ཨན་གཡས་གཡོན་ནས་ཆུ་དྲངས་རྗེས་ཞིང་ཁ་བཏབ་ཡོད་འདྲ་བོ་དེ་འདྲས་དང། ཨན་དམོད་རྒྱག་ཡས་དང་དམག་རྒྱག་པའི་སྐབས་སུ་ཁྲབ། གོན་ཡས་དང་དེ་འདྲས་ཀྱི་རིག་གནས་དེ་ཨན་ད་བོད་ཀྱི་རྒྱལ་པོ་དང་པོ་གུའུ་གི་ནང་ལ་དར་བ་རེད་ཟེར། ལྷག་པར་དུ་བློན་པོ་རུ་ལས་སྐྱེས་དེ་བྱེ་བྲག་གི་རྣམ་དཔྱོད་ཆེན་པོ་ཡོད་པར་སོང་ཙང་བོད་ཀྱི་ལོ་རྒྱུས་ནང་ལ་འཕྲུལ་བློན་བརྫངས་པའི་མི་དུས་ཡུན་གྲངས་ཀ་བརྒྱབ་གི་ཡོད་རེད། འཕྲུལ་བློན་བརྫངས་པའི་མི་དུས་ཡུན་གྲངས་ཀ་བརྒྱབ་པའི་སྐབས་སུ་དང་པོ་དེ་བློན་པོ་རུ་ལས་སྐྱེས་ཞེས་བྱ་བ་རེད། བྱས་རྗེས་ག་རེ་ཡོད་རེད་ལབ་ཡིན་ན་གསེར་དངུལ་ཟངས་ལྕགས་དུས་གཏེར་ཁ་ཁ་བྲིས་ཏེ་བཞུ་བ་དང་ལེན་པ་ལ་སོགས་པ་བྱས་པ་དང་ཆོས་ལ་བསམ་པ་བཙུགས་པ་དང། ཁོ་ཚ་དེ་འདྲས་འབྲོག་ལས་དང་ཆུ་ལས་དང་དགུ་གཅིག་ཡར་རྒྱས་ཕྱིན་ཡོད་རེད་གསུངས་ད་ག་རོ་ལྔ་བོ་རེད་ཟེར་བ་རེད། ད་ལྟ་འདིའི་ལོ་རྒྱུས་ཞིབ་གསུམ་ཕྱེ་བ་ཡིན་ན་ང་ཡང་དུས་ཕྱི་ལོའི་སྔོན་བརྒྱ་དང་ཉིས་རྩ་བདུན་ལ་བོད་ཀྱི་རྒྱལ་པོ་དང་པོ་བྱུང་རེད་གསུངས་དགོས་རེད་བ། ད་འདི་གསུང་སྟངས་གཅིག་རེད། ཕལ་ཆེར་དཀར་བོད་དཀར་བཙན་པོ་དེ་ཚོའི་གུས་ལུགས་མི་འདྲ་མང་པོ་ཡོད་ས་རེད། ཁྱེད་ཀྱི་ཕུགས་ལུགས་དེ་གཞིས་སྲུང་གི་ཐོག་ནས་ད་དེང་སང་དབྱིན་ཇི་སྐད་རྒྱབ་ཡོད་ན official date ཆགས་ད། ཕྱི་ལོའི་སྔོན་རྒྱབ་ཉིས་སྟབས་བཅུ་སྲིང་འདི་གཞུང་འབྲེལ་གྱི་ལོ་རྒྱུས་ཚང་མའི་ནང་འདི་ནི་ལྷག་པར་སྤྱི་བཏང་བོན་གྱི་འདུག་ཚུལ་ཡིན་ན་གཉའ་ཁྲི་བཙན་པོ་དཔལ་ལ་ཞི་དྲག་མངའ་བ་སྲིད་ཀྱི་ཉེ་ཆར། འབྲི་གུང་སྐྱབས་མགོན་གྱིས་བོད་ཀྱི་གནའ་བོའི་ལོ་རྒྱུས་བྲིས་ཡོད་རེད་དེའི་ནང་ལ་ད་གཉའ་ཁྲི་བཙན་པོ་དེ་ལས་སྔ་རེད་བྱ། དེ་ལས་སྔ་ཟེར་རང་ཕྱི་ལོའི་སྔོན་བཞི་བརྒྱ་བཅུ་བདུན་ཟེར་བ་རེད་བྱ། བོན་པོ་ཁོ་རང་ཚོས་ཕུང་ཁ་བྱས་ན་དེའི་སྔོན་ལ་རེད་ཟེར། ལོ་རྒྱུས་འདི་ཚོ་ལས་མཐའ་གཅིག་ཏུ་བཤད་ཁག་པོ་འདུག་ག་རེ་བསྟན་བཤད་ཡོད་ན་དེ་བཤད་ཁག་པོ་འདུག་ད་ཡིན་ནས། ཁྱད་པར་དུ་བཤད་པ་འདི་ཨ་ནི་ལུང་རིགས་ཀྱི་ཐོག་ནས་བཀའ་ཡ་ཡོད་ན་ནི་འགྲིག་པ་རེད་བཀའ་ཡ་མེད་ན་ཨ་ནི་དེ་འདྲས་ཀྱི་དགོངས་པ་བཞེས་ཀྱི་ཡོད་རེད་དགོངས་པ་བཞེས་ཀྱི་ཡོད་རེད་ལབ་ན་འགྲིག་གི་ཡོད་རེད། ཡིན་ནས། ད་རེ་ཚོ་གཉིས་ལོ་རྒྱུས་སུ་བྲིས་པ་ཡིན་ན། ཐུན་མོང་གི་ལོ་རྒྱུས་བྲི་གི་ཡིན་ན་འདི་འདྲ་མིན་པ་བཅས་གཞུང་འབྲེལ་གྱིས་གཏན་འབེབས་བྱེད་རྒྱུ་རྩ་ཚིག་དེ་གཞིར་བཟུང་དོན་ཕྱིན་པ་ཡིན་ན་འདི་འཁྲུལ་གཞི་ཆུང་ངུ་ཡོད། དེ་ཡིན་པར་སོང་ཙང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་སུམ་ཅུ་སོབ་ཐུན་འདི་ནི་གཞུང་འབྲེལ་གྱི་ད་གཞུང་འབྲེལ་ལ་ན་དེང་སང་གེ་ཞིག་གོ་མ་རྡ་ད་ཕལ་ཆེར་གཅིག་བྱས་ན་རྒྱལ་སྲིད་སངས་རྒྱས་རྒྱལ་སྲིད་སྐབས་ནས་བཟུང་གྱི་གཞུང་འབྲེལ་ཆགས་ཡིན་གྱི་རེད། ད་ལྟ་བོད་ཕྱིར་བདག་ལྟ་རྟོག་བྱེད་ཚུལ་དུས་རབས་བདུན་པ་བརྒྱད་པ་དགུ་བ་བཅུ་བ་དྲུག་ལ་འདི་ཙམ་པར་གྱི་འགྲིག་ཡོད་ལ་རྩིས་ཐང་ཞིག་བཅད་མ་ཐག་ང་ཚོ་ཧ་གོ་དགོས་པ་འོང། དེ་ཡིན་གསུངས་བྱས་པ་ཡིན་ན། ཨ་ནི་ཕྱི་ལོའི་ངོས་བརྒྱ་དང་ཉི་ས་བདུན་ཙམ་ལ་བྱུང་བའི་རི་ལྭ་བ་སྐབས་སུ་ལ་ད་ཕལ་ཆེར་དུས་རབས་ཨ་ནི་ཕྱི་ལོའི་སྔོན་གྱི་དུས་རབས་དང་པོ་གཉིས་པ་གསུམ་པ་འོ་དེའི་བར་དུ་དུས་བབ་ལ་ཨ་ནི་བོད་ཀྱི་གནས་ཚུལ་དེ་འདྲ་རེད་ཟེར། ད་དེའི་རྗེས་ལ་ཨ་ནི་བོད་ཀྱི་རྒྱལ་པོ་ལ

འདི་ལ་ནི་བར་གྱི་ལེགས་དྲུག་ཅེས་བཤད། གང་ཡིན་ཟེར་ན་མཚན་ལྷག་མ་ལ་ལེགས་ལེགས་ལེགས་ལེགས་ཞེས་བྱ། དེ་ནས་ཨེ་ཤོ་ལེགས་དང་ཏཱ་ཏིའི་རྒྱལ་པོ་བཅུ་བ་སྟེ། བཅུ་བ་སྟེ། འདིའི་བློན་པོ་ལྷ་བུ་སྒོ་དཀར་ནི་འཕྲུལ་བློན་མཛངས་མའི་དུས་ཀྱི་གཉིས་པ་ཡིན་ཟེར། ད་མ་འབངས་ཁྲིད་ན་སོ་སོ་ཟིན་བྲིས་རྒྱལ་ཚོགས་སྐབས་སུ་ཚུར་བསྟུན་ཡང་འདུག་ཨ། ཨོ་འཁྲུལ་མེད་འཛམ་གླིང་དུས་ཡུན་དང་པོ་དེ་རུ་ལས་སྐྱེས་རེད་ཤག་གཉིས་པ་དེ་ལྷ་བུ་འགོ་དགའ་རེད་ཤག་ཟེར། གར་བྱས་པའི་ལྷ་བུ་ན། ཁུལ་གྱི་བྱས་རྗེས་འགྲོ་བ་འདི་རེད། ཞིང་ལ་དོར་ཁ་བརྫིས་འབྲོག་ལ་ཚུར་བརྫིས་ཕོ་རྒྱུ་མདའ་རུ་དྲངས་ཏེ་མདའ་ཞིང་ཆུང་མ་རྒྱ་ཆེར་བཟོས་ཟ། ད་ཞིང་ལ་དོར་ཁ་བརྩིས་ཟེར་བའི་སྐབས་སུ་ལ། ཚད་གཞི་གི་ཐོག་ནས་སྐད་ཤིག་འདུག་ཨ། རེད་བ། སྔ་མོ་སྤྱི་བཏང་ཞིང་ཁ་བཏགས་གི་ཡོད་རེད། ཞིབ་འཇུག་དྲན་གི་ཡོད་རེད་ཡིན་ནས་ཞིང་ཁ་ཆེ་ཆུང་ཐོག་ལ་གཅིག་བྱས་ན། ཚད་གཞི་དེ་ནས་མེད་ཡིན་ཟེར་བ། ད་དེ་ནས་བོད་ཀྱི་རྒྱལ་པོ་བཅུ་བ་ནས་བཟུང་ཆེད་ཚད་གཞི་བཟོས་ཤིང། ཞིང་ཁ་ཆེ་ཆུང་ཏག་ཏག་ངས་ཧ་གོ་མ་རེད་བ། ཡིན་ནས། མིང་བཟོས་ཟེར་དོར་ཁ་ཟེར་ཞིང། ཞིང་ཁ་དོར་ཁ་གཅིག་འདུག་དོར་ཁ་གཉིས་འདུག་དོར་ཁ་གསུམ་འདུག། དཔེར་ན་ད་ལྟ་ཨ་མྱེས་ནང་དུ་ཨེ་ཀར་གཅིག་དུ་ཨེ་ཀར་གཉིས་དུ་ཨེ་ཀར་གསུམ་དུ་ཟིན་འགྲོ་ཨོ་འདི་ཟིན་གི་ཟེར། ཨོ་ཤིང་ལ་དོར་ཁ་ཙི་ས་གཅིག་མེ་ཇོ་མན་གྱི་འགོ་གཙོ་རེད་ཟེར། འབྲོག་ལ་ཐུར་ཙི་ས་ད་འབྲོག་སེང་གི་གཙོ་བོ་གྲུབ་པོ་དེ་ཨ་མྱེས་དུད་འགྲོ་མྱ་ངན་བྱེད་འདྲེ་སྡེ་བ་ཙག་གང་ས་ལ་འགྲོ་དེ་ངན་གྱི་མི་ཚེ་སྐྱེལ་ངན་བྱེད་འདྲེ་སྡེ་བས་བྱས་ཏེ་ཁོང་ཚོ་ཐུར་ཙི་ལབ་པ་སྐབས་སུ་ལ་ཨ་ནི་ར་ལུག་ཡོད་ན་ར་ལུག་གྲངས་ཀ་འདི་འདྲས་བྱས་ཏེ་ཐུར་ཙི་ཡིན། ཐུར་གཅིག་གིས་ཐུར་གཉིས་ཀྱིས་ཐུར་གསུམ། དབྱར་མང་ཉུང་འདི་འདྲ་གཅིག་ལ་ཐུར་གཅིག་གིས་ཐུར་འདི་འདྲ་གཅིག་རྩི་སྟངས་ཞེས་ཟེར་བའོ་འདི་འདྲ་རྩིས་ཡས་འདིའི་རིག་པ་འདི་རྙེད་པ་རེད་ཟེར། འདི་སོའི་སྟོད་གོས་འདི་ལྷ་བུ་མགོ་དཀར་ཡིན་པ་རེད། དེ་ལྟར་ཞིང་ལ་དོར་ཁ་རྩི། འབྲོག་ལ་ཐུར་རྩི་ཟ། ཕུར་ཆུ་བདག་རུ་དྲངས་ཟེར་ན། ཨ་ནི་ལུང་པའི་ཕུག་གི་ཆུ་འདི། ཕུར་ལ་ཆུ་ཡག་པོ་བྱས། བདག་ལ་ཆུ་གུག་གི་འདུག་ན། ཆུ་ཡག་ཨེ་རིག་གི་ཤུན་དྲངས་ཟ། ཆུ་མ་འཐེན་ཡས། འོ་འདི་འདྲས་གིས། བྱས་བྱས་ཨ་ནི། ཆུ་མེད་ས་ལ་ཆུ་འབས་པོ་བཟོ་ཡས། ད་ས་ཆ་ཁ་ཤས་ལ་ཆུ་མང་པོ་ཡོད་རེད། ཡིན་ན་ཡང་ཞིང་ཁ་བཏབ་ས་མེད་ན། ཆུ་གཏིང་འདི་སློག་ནས་བཟོ་མི་ཤེས། ཕན་ཐོགས་དེ་ཡང་མ་རག། ས་ཆ་ཁ་ཤས་ལ་ཞིང་ཁ་སྐྱེལ་ནས་སམ་ས་འགོས་བྱས་ནས་ཆུ་མེད་ཟེར་ཐོན་ཡོད་ན། ཨ་ནི་ཕུག་རྒྱུ་བདག་གི་དགྲ་ངོ། བདག་ཞིང་ཆུ་མ་རྒྱ་ཆེར་བཟོས་ཟེར་ན་ད་ས་ཆ་ཐང་མ་སློག་ལོ་ཆུ་མང་པོ་ཡོད། ད་ལྟ་ཞིང་ཁ་ཞིང་ལས་ཀྱི་དྲག་སྲོལ་ཞིག་བྱུང་བ་རེད། དེའི་རྐྱེན་ཨ་ནི་རྩྭའི་སྟོན་ཁའི་མི་སུ་རེད་ཟེར་ན། ཨ་ནི་ཡེ་ཤུ་ལས་ཀྱི་བློན་པོ་ལྷ་བུ་བོ་ག་རེད་གསུངས་དགོས་རེད། བདུན་བརྒྱད་དགུ་བཅུ་པ་ཞེས་འབྱེད་པ། ད་དེ་ནས་ཨེ་ཤོད་ལེགས། དེ་ནས་དེ་ཤོད་ལེགས་དེ་ཤོད་ལེགས་གུ་རུ་ལེགས་གྲོང་ཤོད་ལེགས་ཨེ་ཤོད་ལེགས། དེ་སའི་ལེགས་དྲུག་ཟེར་དེ་གི་དེ་ཚང་མ་ལོག་ལ་ཨ་ནི་ས་ཡི་ལེགས་དྲུག་ལབ་གི་ཡོད་རེད་ཟེར། ད་དེ་ཟབ་ཁག་པོ་དོར་བ་གར་སྤྱིར་ས་ལབ་གི་ཡོད་མེད། གར་སྤྱིར་གནམ་ལབ་གི་ཡོད་མེད་གར་སྤྱིར་བར་ལབ་གི་ཡོད་མེད། བཤད་སྟངས་མི་འདྲ་མང་པོ་ཡོད་ཟེར། དེ་ནས་ཁ་ཅིག་གསུང་ཡ་ཆེ་བས་ན། གཉའ་ཁྲི་བཙན་པོ་ལ་སོགས་པའི་རྣམས་ཀྱི་ཁྲི་བསྡུས་སྐབས་ལ་བང་སོ་བཞེངས་ཡོད་མ་རེད། སྐོར་ཁང་བཞེངས་ཡོད་མ་རེད། རོལ་ཁང་བཞེངས་ཡོད་མ་རེད། ཨ་ཕུང་པོ་ཚང་མ་ལོ། ཨ་ནི་དམུ་ཐག་ལ། ཨ་ནི། འབྱར་བྱེད་ནམ་མཁའ་ལ་ཡལ་བ་རེད་ཟེར། དོན་དུ་ཡིན་ན་རུང་མིན་ན་རུང་གསུང་སྲོལ་དེ་འདྲ་ཡོད། དེ་ནས། བར་གྱི་ལེགས་གཉིས་དང་ས་ཡ་ལེགས་དྲུག་སྐབས་ལ།

ཨ་ནི་གྲོང་དཔོན་འདུལ་གསུམ་གྱིས་ཀྱང་མ་རེག་ཕྱིར། འདི་ཡན་ལ་ནང་ཆོས་ཀྱི་དྲི་ཡོད་མ་རེད་ཟེར། དེ་ནས་བཟུང་སྤྱིར་ནང་ཆོས་ཀྱི་མིང་ཙམ་སླེབས་ཡོད་རེད། ཡིན་ནས་ད་ལྟ་ཡི་གེ་སྲོལ་དེ་ལྟར་ཡོད་མ་རེད། ཡི་གེ་སྲོལ་དེ་ད་དུང་བརྗེད་རེད་ཟེར། བོད་ཀྱི་ཡི་གེ་སྲོལ་ཚོགས་གསུམ་ག་རེད། ད་ང་ཚོ་རྒྱལ་བོ་སུམ་ཅུ་རྩ་བརྒྱད་གང་འདུག་ཟེར། དེ་ནས་ལྷ་ཐོ་རུ་ཐོ་རུ་གཉེན་འཛེན་བྱས། ལྷ་ཐོ་རུ་གཉེན་འཛེན་བྱས།

ད་ཡིན་ནའི་རི་བོ་དུ་སོང་ཐང་གཅིག་བྱས་པའི་ནི་གནམ་ནས་བབས་རེད་ཟེར་གི་འདུག་ལོ་རྒྱུས་མཐོན་པོ་དུ་ཁས་ལེན་གི་མར་བ་ཁ་ཤས་གི་གསུང་རྒྱུ་རེད་ཡིན་ནའི་ནིའུ་པར་འདི་དང་སོགས་པའི་རྒྱལ་རབས་ཁ་ཤས་ནང་ལ་ཨ་ནི་འདིའི་བལ་པོའི་ལོ་ཙཱ་བ་ཨ་ནི་གཉིས་སླེབས་རྗེས་ཕུད་པ་རེད་ཟེར་གི་འདུག་དེ་ལྟས་ཅིག་ཡིད་ཆེས་ལས་སླ་བ་བོ་མི་གཅིག་ཕུད་པ་རེད་ལབ་ཡོད་ན་གང་ལྟར་དཔེ་ཆ་གཉིས་འཇོག་པ་རེད་དཔེ་ཆ་གཉིས་འཇོག་པ་རེད་མ་གཏོགས་གཞན་ཨ་ནི།

གཉེན་པོ་ལབ་ཡིན་ན་བཀའ་གཉེན་པོ་གཟིགས་རོགས་ང་ཚོ་མང་ཚོ་ཆོས་སྐྱོང་དུ་བཀའ་གཉེན་པོ་རེ་གཟིགས་དོགས་བཀའ་གཉེན་པོ་རེ་ལབ་པ་སྐབས་སུ་ལ་ཏས་མ་འགྲིག་ན་ཅིག་ཆད་པ་བཅད་ཆོག་ཆོག་ཏས་ཐུགས་མཉེས་སོང་ན་དངོས་གྲུབ་སྤྲད་ཆོག་ཆོག་འོ་དེ་འདྲ་བོ་དེ་འདྲ་བཀའ་གཉེན་པོ་གཟིགས་རོགས་དེ་ནས་བཀའ་གཉེན་པོ་གི་དོན་དག་དག་གོ་ཡོད་པ་མེད་པ་སོང་ཙང་གསང་བ་རེད་ཟེར་ད་གཉེན་པོ་གསང་བ་ཟེར་ད་གཉེན་པོ་གསང་བ་ཟེར་ཡིན་དེ་བོད་ཀྱི་རྒྱལ་པོ་ཉི་ས་བརྒྱད་པ་ལ་སོ་སོ་རུ་གཉེན་ཚན་སྐབས་ལ་ཨ་ནི་ཐ་སྙད་དེ་བྱུང་བ་རེད་ཟེར། ད་བོད་ཀྱི་རྒྱལ་ཁབ་ཅིག་ལོ་རྒྱུས་ཁག་ལ། ད་དེའི་རྗེས་ལ་ཨ་ནི་བོད་ཀྱི་རྒྱལ་པོ་ཡི་རྩ་བརྒྱད་པ་སྐབས་ལ་རྒྱ་གར་ནས་ཨ་ནི་ཨམ་ཇི་བོད་ལ་སླེབས་ཚེ་བོད་ལ་ཕན་ཐོགས་བྱེད་པ་དང་སྨན་བླ་བ་དང་ཨོ་དི་སྐོར་ཞིག་རེད། རྒྱལ་པོ་འདིའི་དུས་ས་ཕ་ཡུལ་གྱི་སྨན་པ་སྙན་གྲགས་ཤིན་ཏུ་ཆེ་བ་སྨན་པ་བྲམ་ཟེ་རྒྱུན་ཤེས་ཞེས་བྱ་བའི་སློབ་མ་རྒྱལ་པོ་རྔ་ཆེན་པོའི་བུ་བདེ་སྐྱིད་དགའ་བྱེད་དང་བྲམ་ཟེ་དྲི་བསུང་མའི་བུ། བུ་མོ། འདི་ལ་དགའ་ཚལ་གཉིས་བོད་དུ་བྱོན་ཏེ་སོ་སྐྱེ་སྨན་གྱི་རིག་པ་སྤེལ་བའི་སྙན་གྲགས་སྐྱེས་ཏེ་རྒྱལ་བུ། ལྷ་ཐོ་རྡོ་རིའི་གསེང་ནས་ཕོ་བྲང་ཡུམ་བུ། བླ་སྒང་དུ་སྤྱན་དྲངས་སྙིང་འཁོར་ཕུན་སུམ་ཚོགས་པ་བྱས། ས་འདི་ན་ཆུ་ཁ་ཉིན་ཁ་ཡོད་པ་སུ་སླེབས་རེད་སུ་མ་སླེབས་རེད། སླེབས་ངེས་གཉིས་ཀྱི་སུ་རེད་ཟེར་ན་ཨ་མཆི་སྐྱེས་པ་གཅིག་དང་ཨ་མཆི་བུད་མེད་ཞིག་སླེབས། ཨ་མཆི་སྐྱེས་པ་དེ་སུ་རེད་ཟེར་ན་བདེ་སྐྱིད་དགའ་ཆེན་རེད། ཟེར། བྱས་ཙང། བོད་གླེ་རྒན་དེ་ཨམ་ཆི་བི་ཆི་དགའ་ཞེས་རེད། ཨམ་ཆི་བི་མེད་ནི་སུ་རེད་ཟེར་ན། བི་ལ་དགའ་ཞེས་རེད། གཉིས་ཀ་ལ་བི་བི་དགའ། བི་ཆི་དགའ་བྱས། བི་ལྷ་དགའ་ཟེར་ཟེར། ད་བི་ཆི་དགའ་བྱས་ཟེར་མི་སུ་རེད་ལབ་ཡོད་ན། ཨ་ནི་རྒྱལ་པོ་མངའ་ཆེན་པོའི་གི་བུ་རེད་ཟེར། ཨ་ནི་བྲམ་ཟེ་རྒྱུན་ཤེས་གི་སློབ་མ་རེད་ཟེར་ཕ་རྒྱབ་ལོག་ཏུ་བོར་ད། དེ་ལྟར་མིང་གསུམ་ཞིག་མཉམ་དུ་སླེབས་པའི་སྐབས་སུ་སྐབས་རེ་ཡག་པོ་ཞིག་མ་སློབ་ཡོད་ན། ཨ་ནི། དྲུག་པའི་ཉིན་དགའ་བྲོ་བ་བྱས་ན་བི་ཇི་དགའ་ཆེན་དང་བི་ལ་དགའ་ཚལ་གཉིས་བོད་དུ་ཕེབས་པ་རེད་ཟེར། བི་ཇི་དགའ་ཆེན་སུའི་འདུག་ཟེར་ན་རྒྱལ་པོའི་སྲས་ཅིག་རེད། རྒྱ་གར་རྒྱལ་པོ་སྔ་ཕྱི་འདུག་བུ་རེད། སུའི་སློབ་མ་རེད་ཟེར་ན་སྨན་པ་སྐལ་པ་བྲམ་ཟེ་རྒྱུན་ཤེས་ཞེས་བྱ་བའི་གི་སློབ་ཕྲུག་རེད་ཟེར། བི་ལ་དགའ་ཚལ་ནི། བྲམ་ཟེ་དྲིལ་བསོ་མའི་བུ་མོ་རེད་ཟེར། བྲམ་ཟེ་ཟེར་ན་རྒྱ་གར་གྱི་བྲམ་ཟེ་རེད་རིག་ཨེ་མོ་རང་གི་ཆེད་ལས་ལྟ་བུ་དེ་དྲིལ་བུ་འཚོལ་སྙེག་གི་ལས་ཀ་བྱེད་ཀྱི་འགྱུར་བ་དེ་འདྲས་ཀྱི་བུ་མོ་འབིལ་ལ་དཀའ་ཟེར་མོ་རང་ཨ་འཇི་ཡིན་མཁན་གཉིས་ཀ་བོད་ལ་སླེབས་ཚེ་བོད་ལ་ཨེ་ནི་སོ་སྐྱེ་སྨན་གྱི་རིག་པ་དེ་སྤེལ་བ་རེད་ཟེར་ཞེ་དྲག་སྐད་གྲགས་ཆེན་པོ་ཆགས་ཚེ་རྒྱལ་བོད་ཀྱི་དེ་འདྲས་ཤི་བ་རེད་ཟེར་ད་ཡུམ་བུ་བླ་ཁང་དུ་ཕེབས་ན་མཁར་གྱི་ཐོག་མ་ཡུམ་བུ་བླ་མཁར་ཟེར་གི་བ་ད་ལྟ་མི་འདྲ་མང་པོ་བྲིས་གི་རེད་ཨེ་ནི་འདི་གནང་འདུག་ཟེར་གི་བ་ཉེན་རྒུད་ཕུན་སུམ་ཚོགས་པ་ཞིག་རེད་ཟེར་ན་གསོ་བ་ཞབས་བཏོགས་ཡག་པོ་ཕུལ་བ་རེད་སྐུ་འགྱེད་ཡག་པོ་ཕུལ་བ་རེད་ཆེ་མཐོང་ཡག་པོ་ཕུལ་བ་རེད་ཟེར། ཉེན་རྒུར་ལབ་ཡོད་ན་གསོ་བ་ཞབས་བཏོགས་ཡག་པོ་ཕུལ་བ་གུས་ཞབས་ཆེན་པོ་བྱས་པ་འོ་དེ་འདྲ་ཟེར། ད་བཀུར་སྟི་ཟེར་ན་གཙོ་བོ་གུས་ཞབས་ཟེར་བ་རེད་བརྙན་པར་ལབ་ཡོད་ན་མཐུན་རྐྱེན་ཡག་པོ་སྦྱར་བ་འོ། བྱས་ཙང་ནང་ལ་མགྲོན་པོ་ལས་སོང་ནས་བརྙན་བཀུར་ཡག་པོ་ཞུ་བ་རེད་ཟེར། རོ། ཨ་བདག་ནང་བཞིན་ནང་ལ་བླ་མ་གདན་འདྲེན་ཞུས་པས་བསྙེན་བཀུར་ཡག་པོ་ཞུ་དགོས་རེད་ཟེར། ང་ཚོ་གདན་འདྲེན་དེ་ཞུས་ལས་ཀ་ཤི་མ་ཤི་ལྟོས་ན་ཡག་པོ་མ་རང། སྙིང་བོ་བོད་ལུགས་རྒྱུས་ཡོད་རེད་དགེ་བཤེས་ཁུ་ཟེར་བཀའ་གདམས་པའི་དགེ་བའི་བཤེས་གཉེན་བདག་གཅིག་མི་བརྒྱ་བ་རེད་ད། དེ་ནས་སྤྱོད་པ་སྟེར་ཙིང་ཟེར་ཟེར་བ་ཐོག་མ་དང་བ་རྗེས་མ་དང་ཉམས་ལེན་པ་ཆེན་པོ་བྱ་རེད། ཇོ་བྱེད་པ་འདི་ཨ་དགེ་བཤེས་གདན་འདྲེན་ཞུས་པ་རེད་ཟེར། ཇོ་བྱེད་པ་འདི་ཨ་དགེ་བཤེས་གདན་འདྲེན་ཞུས་པ་འདི་དཔེ་ཡག་པོ་རོ་ཨ་ཁོང་འདི་བླ་མ་གདན་འདྲེན་ཞུས་པ་རེད། ཡིན་ནས། བསྙེན་བཀུར་ཡག་པོ་མ་བྱས་ནས་ཁྱོད་ཀྱི་ཕྱི་ཐབས་འཕེལ་བར་འདོད། ཁྱོད་ཀྱི་བསྙེན་བཀུར་ཡག་པོ་བྱས་པ་རེད་ཟེར། བསྙེན་བཀུར་ཡག་པོ་བྱས་ན་དེང་སང་སྐད་བཤད་པས་ན Exploitation བྱེད་ཀྱི་ཡོད་མ་རེད། བསྙེན་བཀུར་ཡག་པོ་མ་བྱས་ན་སྐད་བཏང་པ་ཡིན་ནས་ཨནི། གར་ས། བཤུ་གཞོག་བཏང་ཡང་ཉེན་ཁ་ཡོད། མཁས་པ་སྐད་བཏང། ཡ་ཨ་ཤི་མ་ཤི་ཁོའི་ཁ་ལག་རང་རང་མ་རང་རེད། གོས་ཞབས་ད་ག་བ་ག་བ། ཨང། བསྙེན་བཀུར་ཟེར་འགྲོ་འདིར། བསྙེན་བཀུར་ཕུན་སུམ་ཚོགས་པ་བྱས་ཚར། རྒྱལ་པོའི་བུ་མོ་ལྷ་ལྕམ་རིས་ཀྱི་རོལ་ཆ་ཞེས་བྱ་བ་སྨན་པ་བདུད་རྩི་དགའ་བྱེད་ལ་ཡུམ་དུ་ཕུལ། ད་བོད་པའི་ཚིག་ཏུ་ཡམ་ཆེན་པོ་ཟླ་བ།

བླ་མའི་ཕྱག་རྩ། ཡབ་ཀྱི་རྒྱ་གར་རེ་སྟེར་བ། ཡུམ་གྱི་རྗེས་རྒྱུད་རེ་སྟེར་བ། སྨན་པ་མཁས་པར་གྱུར་བཟའ། སྨན་པ་བི་ཇི་དགའ་བྱེད་རྣམས། བི་ལ་དགའ་བྱེད་གཉིས་ཀྱིས། ད་དེ་ནས། ཁོང་རྣམ་པ་གཉིས་བོད་ལ་ཕེབས་རྗེས། ཨ་ནི། བོད་ལ་བི་ཡི་གི་ནི་ཡོག་མ་རེད། ཨ་ནི། བསམ་ཅི་ད་ནི་ཤིང་གི་ཡོག་མ་རེད་བོད་པ་ཚོས། ཡིན་ན་ཡང་སྨན་མང་པོ་བསླབས་པ་རེད་ཟེར་ཕྱག་ལེན་མཐོང་ནས།

གཞན་ཡང་ས་རྩ་འགྲེལ་འགྲེལ་བཤད་ཁོག་འབུགས་ས་བཅད་ལག་ལེན་དུ་བཅད་པ་རང་བདེ་དང་རྩ་འགྲེལ་བསླབ་ཡོད་ན་ད་ལྟ་འདི་རྣམས་ལ་རེག་པ་རྩ་ཡི་མདོ་ཚོར་བ་ཟས་ཀྱི་མདོ་སྦྱོར་བ་སྨན་གྱི་མདོ་ལྟ་ཚུལ་དཔྱད་ཀྱི་མདོ་སྨིན་བྱེད་བཟོ་ཡི་མདོ་ཟེར་དུས་འདི་ཚང་མ་རྩ་བ་རེད། ཨོ་དེ་ག་ལ་འགྲེལ་པ་བརྒྱབ་ཡོད་པ་སོང་ཙང་ད་འགྲེལ་བྱེད་རེད། འགྲེལ་པ་ལ་འགྲེལ་པ་ཡོད་ན་འགྲེལ་བཤད་བྱེད་རེད། རོ། ཨོ་ཁོག་འབུགས་བསླབ་ཡོད་ན་དེ་ཚུལ་གྱིས་དེ་ནི་རྒྱབ་ལོག་གི་གནས་ཚུལ་ལོ་རྒྱུས། ཟེར། སྨན་གྱི་ནང་ལ་འདི་ཁོ་བོ་ཚོ་དེབ་སྐོར་རེ་ཡོད་རེད། དེ་སྨན་ཙམ་མ་ཟད་སྨན་གྱི་ལོ་རྒྱུས་རིག་བྱེད་ཀྱི་གཏམ་རྒྱུད་ལྟ་བུ་རེ་མང་པོ་ཡོད་མཁན་ད་ག་འདྲ་ཆ་ཚང་བ་ཅིག་གཟིགས་དགོས་རེད། ཨ་ས་བཅས་ལག་ལེན་ཨ་ནི་ཅིག་བཅས་ཚོ་ག་འདྲ་བྱེད་ཀྱི་ཡོད་མེད་ལག་ལེན་དེ་ཆ་ཚང་བསླབ་རེ་ཟེར། ཆ་ཚང་མ་བསླབ་དགོས་དགོས་ར་ང་ཚོ་རྒྱལ་པོའི་སྲས་མོ་སྤྲད་རོགས་ཨ། ཨང་དུ་ཟེར། གསོ་རིག་དར་བར་མཛད་ནས་སླར་རྒྱ་གར་དུ་ཕྱིར་བཞུད།

ར་རྒྱ་གར་ཤ་ས་ན་ཨ་ཁམ་ཁུའི་ར་ནུབ་གུ་ཇི་ར་ཏི་རྒྱ་ནག་རྒྱ་ནག་ལི་ཡུལ་ཨིས་ཏུར་ཀི་སྟན་བལ་ཡུལ་ནེ་པ་ལ་ཚང་མ་ལ་ཕན་ཉོན་མོད་ཀྱི་མིན་པ་འདི་འདྲ་རེད་ཟེར་བོད་ལ་ནི་ཡག་པོ་བྱུང་འགྲོ་བ་མི་ཚེ་རིང་ཕེབས་པའི་རྗེས་སུ་བོད་ཡུལ་དུ་ཕེབས་པར་གཡུ་ཐོག་རྣམ་ཐར་ལས་གསུངས་སོ་ལ་ཨ་ནི་གཡུ་ཐོག་རྙིང་མ་དང་གཡུ་ཐོག་གསར་མ་ཐོན་པ་སྐད་གྲགས་ཆེ་ཤོས་གཉིས་བྱུང་བར་བ་ཁོང་གི་རྣམ་ཐར་ནང་ལ་ཨ་ནི་སྨད་པ་འདི་གཉིས་སྐོར་འདུག་ཟེར། ཁོང་གཉིས་ཀྱིས་སྐད་ཡིག་མང་པོ་ཞིག་མཁྱེན་པ་འདྲ་ལ་དེ་དུས་བོད་རང་གི་ཡི་གེ་འབྲི་བའི་སྲོལ་མེད་གཤིས། མེད་པ་སོང་ཙང་དུ་ལེགས་སྦྱར་གྱི་ཡི་གེ་དང་ཡིག་རིགས་གཞན་གྱི་སྟེང་ནས་ཀྱང་གསོ་རིག་སྤེལ་བ་ཡིན་འདུག་གོ། ཨ་ཏི་པ་ཏུ། ལོ་ཡ་ཞཱ་ཡན་སོགས་ཀྱི་ཀློག་ད། ང་ཀི་ཇ་བྲི།